ཆོས་འདི་ཚོར་སོ། མ་འདྲིས་པ་སོ་སོར་གསར་བརྗེའི་སྐད་ཆ་དོན་དག་ཅིག་ཆགས་ཀྱི་ཡོད་རེད་ད། གནའ་ཡན་དང་དང་པོ་རེད་ཅེས་ལ་དཔེ་བརྗོད་བྱ་བ་ཡིན་ན། གནའ་ཡན་དང་པོ་དེ། མིང་ཙམ་སྟོན་པ་ཟེར་ཡོང་དུ་བཅངས་ནས། ད་ཕྱིས་ཀྱི་ཆོས་རྣམ་གྲངས་ཇི་སྙེད་པ་ཅིག་ཡོད་པ་དེའི་ནང་ནས་ཁོ་དེ་མིན་སྨོས་པ་ཙམ་གྱིས་ད་དེ་མ་ཡིན་པ་ཡོངས་སུ་རྫོགས་པ་དེ། ག་ཟེར་རོ། ཕ། གསལ་བྱེད་ཟེར་དགོས་རོ་དེ་མ་ཡིན་པ་ཡོངས་སུ་རྫོགས་པ་དེ་ཕ་བཀག་བྱས་ནས་ཁོ་རང་ཚོ་གོ་ཐུབ་ཀྱི་ཡོད་རོ།

ཤར་ཕྱོགས་འགྲོ། ནུབ་ཕྱོགས་འགྲོ། དབུས་ཉི་མ་ལྷ་ས་འགྲོ་ཟེར་བསྡད་པ་ཡིན་ན་དེ་ཆ་ཚང་འགྲོ་བསྡད་མཁན་གྱི་བཟོ་འདྲ་བོ་ཅིག་མ་གཏོགས་བ་གི། ག་བ་ལ་འགྲོ་གི་ཡོད། འདི་སྟོན་གི་མི་འདུག་ཨ། འགྲོ་མཁན་འདི་ཁོ་ཤར་ཕྱོགས་ཁོ་རང་འགྲོ་བསྡད་པའི་བཟོ་འདྲ་བོ་ཅིག་ཉི་མ་ལྷ་ས་ཁོ་རང་འགྲོ་བསྡད་པའི་བཟོ་འདྲ་བོ་ཅིག་ད། དེ་འདྲས་ཅིག་རྒྱར་བཞག་པ་ཡིན་ན་ཡོངས་རྫོགས་འགྲོ་མཁན་རྐྱང་རྐྱང་ཆགས་གི་རེད་མ་གཏོགས་དེ་ནས་འགྲོ་སྲིད་ཡོད་དུ་སུ་གཅིག་སྟོན་གི་མ་རེད།

དབྱངས་ཀྱི་གྲུབ་རྡོ་རྗེ་ནང་གསལ་པོ་སོགས་ཡང་རོ། སུ་ར་རོ་ཏི་ན་ལ་ཏུ་ཟེར་ན། དེ་ནས། སུ་ར་རོ་ཏི་ན་ལ་ཏུ་གང་ཡང་རུང་བ་ཅིག་སྦྱར་བྱ་བ་ཡིན་ན། ད་དེ་འགྲོ་ས་གི་ཡོར་ཡིན་པ་མ་གཏོགས་པ། ཁོ་ཁོ་རང་འགྲོ་འདོད་ཡོད་པ་སྟོན་ངེས་མ་རེད། དཔེར་ན། ཤར་ཕྱོགས་སུ་འགྲོ་ཟེར་སོང་ཡིན་ན་དེ་ནས། འགྲོ་ས་དེ་ཤར་ཕྱོགས་ཡིན་པ། དག་ནང་བཞིན། དབུས་ཉི་མ་ལྷ་ས་ལ་འགྲོ་ཟེར་ཡང་འདུག་ཙང་ནི་ལགས་ཅེས་སྦྱར་བ་ཡིན་ན།

ད་བུ་མོ་གི་ནམ་རྒྱུན་བུ་མོ་དེས་བུ་མོའི་རྩ་ཟ་གིན་འདུག་ཟས་གོས་ཀྱི་རྩ་ཟ་ཟས་བཅད་རོགས་དེ་ལ་གཅིག་པ་གཅིག་ཀྱང་བུ་མོ་དེ་ཟ་དེ་ཟོ་འགྲོ་ཅིག། སྟག་དེ་ཟ་དེ་ཟོ་འགྲོ་ཅིག། ཨ་ནི་སེང་གེ་དེ་ཟ་དེ་ཟོ་འགྲོ་ཅིག་འོ་ད་དེ་འདྲ་ཡོང་གི་ཡོད་རེད་དེ་བྱེད་དུས་ཙམ་ནས་དེ་ལ་བྱེ་བྲག་གཅིག་རྒྱག་བྱ་བ་ཡིན་ན། ཨ་ནི། སྟག་གིས་སུས་ཟས་ཡ་འགྲོ་ཅིག་དང།

གང་ནས་བྱུང་བའི་ཆུ་དེ་དང་དེ་ལས་བྱུང་བའི་ཆུ། གར་སོན་འབྱུང་ཁུངས་ཀྱི་གང་ནས་བྱུང་བའི་ཡོར་དེ་དང་དེ་ལས་བྱུང་བའི་ཆུ་དེ་གཉིས་བར་ཚོ་མ་འདྲེས་པ་རྣམ་པར་དབྱེ་གི་ཡོད་རེད། དཔེར་ན། ད། ཤར་ཕྱོགས་ནས་འུར་འུར་འཕྲོས་ཡོད་ཟེར་ན་ཤར་ཕྱོགས་ན་ས་གནས་མེད་བ་བཅས།

དཔེར་ན་ཆག་ཆག་ཆག་བས་ན་ཅོག་ཙེའི་སྟེང་དུ་བུམ་པ་འདོགས་བསད་དུ་བཅངས་ནས་དུར་ཁྲོད་དུ་ཅོག་ཙེའི་བུམ་པ་འདོགས་བསད་ན་ཨཱ་ནི་དམིགས་བསལ་གོ་ཡ་བྱེད་ཀྱི་ཡོད་མ་རེད། ཨཱ་ནི་དེ་བ་ནང་བཞིན་སྤང་ལ་མེ་ཏོག་སྤང་ལ་མེ་ཏོག་བཞད་མེ་བ་བྱས་སྤང་མེ་ཏོག་བཞད་ཟེར་བ་ཡིན་ན་སྤང་དང་མེ་ཏོག་གཉིས་ཀྱང་བཞད་དེ་བས་སོང་འགྲོ་བ་ཅིག་མ་གཏོགས་མེ་ཏོག་དེ་གང་ལ་ཡོད་མིན་འགྲོ་བ་བསྟན་ཡོད་མ་རེད། ད་སྤང་ལ་མེ་ཏོག་བཞད་ཟེར་ཡོད་འདུག་ཙང་ནས་མེ་ཏོག་ག་བ་ལས་བཞད་གི་ཡོད་རེད། མེ་ཏོག་བཞད་ས་དེ་སྤང་རེད། བྱས་ཙང་སྤང་དེ་མེ་ཏོག་བཞད་ས་རེད་མ་གཏོགས་སྤང་དེ་མེ་ཏོག་ནང་བཞིན་བཞད་བསྡད་ཡག་གི་ཁོ་དངོས་པོ་དེ་མ་རེད། མེ་ཏོག་བཞད་བསྡད་ཡག་གི་མེ་ཏོག་དེ་ཡོད་ས་དེ་ག་ན་ཡོད་རེད་ཟེར་ན་སྤང། བརྟེན་ས་སྤང་གནས་ས་སྤང་དེ་ལ་ཡོད་རྒྱུ་དངོས་པོ་དེ་གར་ཟེར་ན་མེ་ཏོག་བཞད་བསྡད་པ་དེ་བྱས་ཙང་དེ་གཉིས་བརྟེན་བརྟེན་པ་ཟེར་ན་མི་འདུག་དེ་ལ་ཡོད་པའི་ཆུ་གང་གནས་ས་བཞད་བསྡད་ཙང་དེར་གནས་བསྡད་པའི་ཆུ་དེ་གཉིས་གཅིག་དང།

བཤད་པ། དེ་ནས། བདུན་པ། དེ་ཉིད། ཚེ་སྐབས། ཨ་ད་དུ་ཚོད་དྲེད། ད་ལྟ་སུ་ར་རུ་དུ་ན་ལ་དུ་ཟེར་ཏེ་འདི་རང་གི། རྒྱུག་སྟངས་རྒྱུག་ཚོར་གཅིག་པ་གཅིག་རྐྱང་རེད། དེ་ནི་རྒྱུག་ས་དེ། ཏིགས་ཏིགས་བྱེད་པ་ཡོད་རོ། དཔེར་ན་སྒུལ་བྱེད་ཀྱི་བ་ལུ་འགྱེལ་བ་འདྲ་བོ་དང།

འོ་བྱས་ཙང་དེ་འདྲ་བྱེད་དུ་བཅངས་ནས་དེ་རིང་གི་འདི་ནི། རྣམ་དབྱེ་གཉིས་ཞེས་བསྟུན་པ་དེ་ཉིད་ཚེ་དཀར་བོ་ཟེར་དུ་རྣམ་པ་ཚོ་ཚང་མའི་ཞིག། སོ་སོའི་ངོས་ནས་ཞིབ་འཇུག་བྱས། ཨ་ནས་དཔེ་ཀློག་བརྒྱབ། དེ་ནས་ད་གང་དུ་དཔེ་བསྒྱུར་ཁྲིད་ག་འདྲ་འདྲ་བྱེད་དགོས་ན་སོ་སོའི་ངོས་ནས་ལྟ་སྟངས་ཡོད་པ་བྱས། ད་གཅིག་བཟོས་ཤོག་ཟེར་ཞོར་ཡང་དེ་ནས།